དགག་ཕྲུག་ཙོག་པོ་དེ་བྱས་རྗེས་དགག་པའི་ཨ་མས་ཁོ་ལ་སྐྱིས་པ་མ་གཏོགས་གཞན་སུ་ཡིན་རུང་ཚང་མས་ཁོ་ལ་བརྙས་བཅོས་བྱེད་པ་རེད་ཕུ་བོ་དང་ཨ་ཅེ་དག་གིས་ཆུ་དེ་ཁོ་ལ་དོགས་པ་མ་ཟད་ཞྭ་ཕོས་ཀྱང་ཁོ་ལ་ཆུ་དེ་བསྣུན་པ་དང་ཐ་ན་དགག་པ་གསོ་མཁན་གྱི་བུ་མོ་ཡང་ཁོ་ལ་སུན་སྣང་སྐྱེས་པས་དགག་ཕྲུག་དེ་གྲོགས་མེད་ཁེར་རྐྱང་དུ་གྱུར་སོང། དག་ཁྲིག་རྫོགས་པོ་སེམས་ཧ་ཅང་སྡུག་པའི་ངང་ནས་ལྷས་ར་ལས་ཕྱིར་བུད་པ་དང་ཁྱིམ་དང་བྲལ་ནས་སྡོམ་པ་རེད། དག་ཁྲིག་རྫོགས་པོ་ནགས་གསེབ་ཅིག་ཏུ་སླེབས་ཚེ་ཞེས་ཁོ་ལ་འཕྱ་དམོད་བྱེད་པ་དང་ཤ་ཆེ་ཁོ་བདའ་ནས་ཕྱི་ལ་བསྐྲད་པས་ཉིན་སྐར་ཁོ་ནགས་གསེབ་ཏུ་ཡིབ་པ་དང་མཚན་མོར་ད་གཟོད་ཕྱི་རུ་བུད་དེ་རྒན་ལོ་མི་ཐི་ག་མེད་བྱུང། སྟོང་ཀ་སླེབས་ནས་སྡོང་ལོ་སེར་པོར་གྱུར། སྐག་ཕྲུག་ཙོག་པོ་དེ་ཚེ་འགྲམ་གྱི་འདམ་བའི་ཚལ་དུ་འོངས་ཏེ་གྲགས་མེད་འགུལ་མེད་ཀྱི་ངང་ནས་འཚོ་ཐབས་བྱེད་ཀྱིན་ཡོད། ཉིན་ཞིག་གི་ཉི་མ་ནུབ་ཁར་ཁོས་ངང་བ་ཆགས་ཅིག་བར་སྣང་ནས་ཕུར་བ་དང། ཁའི་སྤུ་མདོག་དཀར་ཞིང་ཡིད་དུ་འོང་བའི་ངང་བར་བལྟས་ནས་ཡ་མཚན་སྐྱེས་ཤིང་ཡིད་སྨོན་བྱས། ནམ་ཟླ་ཇེ་འཁྱགས་ནས་ཇེ་འཁྱགས་དུ་སོང་སྟེ། མཚོ་ཁར་དར་མཐུག་པོ་ཞིག་ཆགས། སྐག་ཕྲུག་ཙོག་པོ་དེ་ཅུང་ཙམ་སྣ་གང་སོང། སྟབས་ལེགས་པ་ཞིག་ལ་ཞིང་བ་ཞིག་གིས་ཁོ་མཐོང་ནས་ཁྱིམ་དུ་ཁྱེར་ཏེ་གཉོར་སྐྱོང་བྱས། ཉིན་ཞིག་ལ། དགག་ཕྲུག་ཙོག་པོ་དེ་ཕྱིར་སྐྱོ་སང་དུ་སོང། ཁོས་ལི་ཤིའི་མེ་ཏོག་བཞད་པ་མཐོང་ནས་ད་གཟོད་ཕྱི་ཀ་སླེབས་པ་ཤེས། དེ་ནས་ཁོས་ཞོགས་པ་བསྡད་བཞིན་ཕར་ནས་ཚེ་ཁར་སོང། གློ་བུར་དུ་མེ་ལོང་ལྟར་དྭངས་ཤིང་གསལ་བའི་མཚོ་ངོས་སུ་སྟོང་ལྟར་དཀར་བའི་གཤོག་སྒྲོ་དང་ཁྲ་ཞིང་རིང་བའི་སྐེ་དང་ཡིད་དུ་འོང་བའི་གཟུགས་བརྙན་ཞིག་འཆར་ཡོང་བ་མཐོང་སྟེ། ཨེ་མ་ཅི་འདྲའི་མཛེས་པ་ལ་འདི་ནི་ངའི་གཟུགས་བརྙན་མ་ཡིན་ནམ། མ་གཞིར་ང་ནི་བཀག་ཁྲིག་ཙོག་པོ་ཞིག་མ་ཡིན་པར་ལྟ་ན་སྡུག་ཅིང་ཡིད་དུ་འོང་བའི་སྣང་བ་ཞིག་རེད་ཨང་ཟེར།